ཁང་ཆེན་མོ་ནི་གཉེར་ཁང་མ་ཡིན་པའི་གཉེར་ཁང་གི་ངོ་བོའི་ཐོག་ལས་དོན་སྒྲུབ་ཕྱོགས་བསྒྲུབ་རྒྱུའི་ཆོག་མཆན་ལག་ཁྱེར་ཐོབ། ཉིས་སྟོང་བཅོ་བརྒྱད་ནས་བཅོ་དགུ་བར་གངས་ལྗོངས་བོད་ཀྱི་ཞབས་ཞུ་ཁང་ཀ་ཐེ་ཝན་དང། ལན་ཀྲོན་ཉི་ཧོང་གསུམ་གྱིས་ཚན་པ་ཀ་པི་མར་ངར་ཧིན་སྒོར་ས་ཡ་ཉི་ཤུ་དང་ཕྱེད་ཀ་ཐོབ། ལོ་དེའི་ཉིས་སྟོང་བཅོ་དགུ་ནས་ཉིས་སྟོང་ཉི་ཤུ་བར་གངས་ལྗོངས་བོད་ཀྱི་ཞབས་ཞུ་ཁང་ལ་ཁ་ཨ་རི་དང་ཡུ་རོབ་ཁུལ་གྱི་ཕྱི་སྡོད་བོད་མི་ཚོའི་ཕྱོགས་ནས་ཚན་པ་ཀ་པི་ནང་མར་ངར་ཧིན་སྒོར་ས་ཡ

སྔར་གཉེར་ཁང་གི་ངོ་བོའི་ཐོག་ཟླ་བ་བཅོ་ལྔ་ཙམ་ཞིག་གི་རིང་མ་གཏོགས་ལས་དོན་གཉེར་རྒྱུ་བྱུང་མེད། སྔར་གཡར་འགྲེམས་ཐོག་མ་དེ་ཕྱི་ལོ་ཉིས་སྟོང་བཅུར་གྱི་ཟླ་གསུམ་པའི་ནང་དང་མཐའ་མ་དེ་ཉིས་སྟོང་ཉིས་རྩ་གཅིག་ཟླ་དྲུག་པའི་ནང་བྱས་འདུག་སྙན་ཐོ་འདི་འབྲི་བཞིན་པའི་སྐབས་བསྐྱར་ཞིབ་ཚོགས་ཆུང་ལ་ཚོགས་པ་དེའི་ལས་བྱེད་ཚང་མ་རྩ་དགོངས་བཞེས་སྐོར་སྙན་གསང་བྱུང། དེ་ནས་མར་ཀློག་དགོས་མེད། དེ་ནས། ད། སྤྱི་དང་རྩ་བའི་སྡེ་རེད་ད། ཁོ་རང་གི་འགྲིག་དེ་ལ་ཚིག་གཅིག་རང་ཡོད་རེད་ད་བོད་མིའི་སྒྲིག་འཛུགས་དང་བོད་མིའི། ཤོག་གྲངས་དེ་གསུམ་རེད་ཤོག་གྲངས་དྲུག་གསུམ་རེད།
བོད་མིའི་སྒྲིག་འཛུགས་དང་བོད་མིའི་སྤྱི་ཚོགས་ཁྲོད་ཡག་ཐོག་ཡག་བརྩེགས་ཡོང་བ་རེད་སྨོན་འོན་ཟེར་དེ་མ་གཏོགས་དགོངས་དེ་ལོང་གྲངས་རྩ་ཡིན་ད་ང་ཚོས་དེ་ལ་མཁྱེན་གྱི་ཡོད། སྙན་ཐོ་འདི་ཆེད་ལས་མཁས་པ་གདན་ཞུས་ཚོགས་མི་རཱ་ཧུལ་ཇོ་ཤི་ལགས་ཁོང་ཉིད་ཆེད་ལས་མཁས་པ་ཞིག་གི་ངོ་བོའི་ཐོག་ནས་ཞིབ་འཇུག་གནང་སྟེ་སྙན་ཐོ་བཏོན་པ་ཞིག་ཡིན་ཞིང་ཚོགས་ཆུང་གི་ཚོགས་མི་སྤྱི་འཐུས་རྣམས་ཀྱིས་ཁོང་ལ་ལས་དོན་གྱི་དམིགས་ཐོག་ནས་འགྲེལ་བརྗོད་ཞུ་དགོས་རིགས་ཞུས་པ་ཙམ་ལས། སྙན་ཐོ་འདི་ཚོགས་ཆུང་གི་ཚོགས་མི་ཐུན་མོང་གི་བསམ་འཆར་ཡིན་པའི་ངེས་པ་མེད། ད་དུང་བོད་སྒྱུར་བྱས་པའི་སྙན་ཐོ་འདི་དང་ཆབ་འབེལ་བྱས་པའི་ཨིན་ཡིག་ཐོག་ཡོད་པའི་སྙན་ཐོ་གཉིས་ལ་ཚིག་དོན་གྱི་ཐོག་ལ་གོ་དོན་མི་འདྲ་བ་མཆིས་ཚེ། ཁོང་གིས་བྲིས་གནང་བའི་ཨིན་ཡིག་གི་སྙན་ཐོ་རང་ལ་གཙན་འཛིན་གནང་དགོས་ཚོགས་ཆུང་གི་ཚོགས་མི་ཐུན་མོང་ནས་ཕྱི་ཉིན་དང་ཉི་ཤུ་རྩ་གཉིས་ཟླ་དགུ་པའི་ཚེས་ལྔ་ཉིན་དེ་ནས་ད་གཟར་གཞིར་ཡིག་ཆ་དེ་ཚོ་མཉམ་དུ་ཕེབས་བཞག་ཡོད། དེ་ནས་ཡིག་ཆ་དེ་ཚོ་ད་ལྟ་གཟེར་དུ་ང་ཚོས་སྒྲ་འབེབས་བྱེད་བཞག་རྒྱུ་གི་ཡིག་ཆ་དེ་ཚོ་གཟིགས་དགོས་ཉེན་ཡོད་ཡིན་ན་ཚོགས་དྲུང་ལས་ཁུངས་རང་ལ་ཤེས་ན་ཡང་གཟིགས་ཀ་ཡོད་རེད་དེ་རིང་ཡིག་ཆ་འདི་ཉམས་དུས་ཤོག་གྲངས་མང་པོ་དེ་འདྲའི་ཆ་འབེར་ཤེས་མེད་ཤོད་ཡིན།
ལགས། ད་ལྟ་འདི་སྙན་ཐུང་ནང་ལོགས་ལས་ཚེས་ཚེས་བརྒྱ་དེ་ཕྱི་ཟླ་དགུ་པའི་ཚེས་ལྔ་འཁོད་ཡོད་རེད། དེ་རིང་གྲོས་ཚོགས་ཀྱི་ཚེས་གྲངས་ཕྱི་ཟླ་དགུ་པའི་ཚེས་བཅུ་ཡི་ཟིན་བཅོས་ནང་ན། དེ་རྗེས་ད་ལྟ་ཟུར་སྦྱར་གྱི་ཡིག་ཆ་ཁག་ཨ་འབྲོང་དྲུག་པ་བར་དུ་ཡོད་རེད་དྲུག་པ་དེ་ད་ལྟ་ཤོག་སྒྲོང་སྦྱར་དུ་སྦྱར་བཞག་ཉེན་འདུག་ཨ་འོང་བཀུར་འོས་ཞི་བདེའི་རྣམ་པར་རྒོལ་བ་ཡོད་ན་ཚོགས་དྲུང་ལས་མཚན་མཐོང་གནང་ན་འོང་ང་ཚོ་པར་སྐྲུན་བྱས་ནས་ཕུལ་ཆོག་གོ་རེད་ཟེར་ནས་ཞུ་ཡ་ཡིན། དེ་རིང་གི་ཁྱེད་ཚོའི་ཚོགས་ཆུང་སྙན་སྒྲིག་གི་ལས་རིམ་ནང་གསལ་ཁ་བ་གངས་ལྗོངས་དཔལ་འབྱོར་ཤོག་ཤེས་ཁུལ་གྱི་ཁེ་གཉེར་གནས་སྟངས་ཞིབ་འཇུག་ཚོགས་ཆུང་གི་སྙན་སྒྲིག་ཐོག་བགྲོ་གླེང་དགོས་པའི་གྲོས་འཆར།

སྦྱོར་བཞུར་གནང་མཁན་ཞི་བདེའི་བསྟན་པ་ཡངས་པའི་ལགས།
བཀའ་བསྟན་གཙོ་གཙོ་མཆོག་གཞུང་འབྲེལ་གྲོས་འཆར་ཡིག་ཆ་ཨང་ཉེར་བཞི་རྩ་བརྒྱད་པ་ལ་སྦྱར་ཞོར་ཞུ་བ་ཡིན། གྲོས་འཆར་འདི་ཚིག་པར་ལ་དགག་བྱ་མེད་བ་སོང་ཚུལ་གྲོས་འཆར་འདི་ཚིག་པར་ཡིན་ད་འདིའི་ཐོག་ལ་བགྲོ་གླེང་ཕན་ཡིན་སྙམ་འདིའི་ཐོག་ལ་བགྲོ་གླེང་གི་ཆ་ཤས་བཞེས་མཁན་ཤག་བྱུང་རོགས་གནང། ཞི་བདེའི་རྗེས་འབྲང་བསྟན་འཛིན་ལགས། བསྟན་འཛིན་རྗེས་འབྲང་ལགས།
བོན་སོགས་སོ། བ་འདི་ཚོགས་སུ་བྱོ། ཐོག་མ་དེ་ལ་ད་ལྟ་གུས་སྐབས་ཕུལ་བ་དེ་ཐུགས་ཆེ་ཞུ་ཡན་ཡིན། ཨ་ནི་ཐོག་མ་དེ་ལ་ད་ལྟ་དེ། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་དང་འབྲེལ་བའི་ཐོག་ནས་ཞིབ་འཇུག་ཚོགས་ཆུང་གི་དུས་ཐོག་ཏུ་ད་ལྟ་འདའི་སྙན་ཐོ་ཕུལ་བ་དེ་ལ་ཐུགས་ཆེ་ཞུ་ཡ་ཡིན། ད་ག་ན་བཞིན་གི་ཨ་ནི་སྙན་ཐོ་འདི་གོ་བདེ་བོ་ཁ་གསལ་བོ་ཨ་ནི་གནས་ཚུལ་ག་རེ་ཡིན་པ་ངོ་མ་དུ་ཇི་མ་ཇི་བཞིན་བཀོད་བ་དེ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན་སླར་ཡང་ད་སྙན་ཐོ་འདི་ནང་ལོགས་ལ་སུ་སུའི་ངོས་ནས་ད་ལྟ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་དང་འབྲེལ་བའི་ཐོག་ནས་སྤྱི་ཡོངས་ཀྱི་གནས་ཚུལ་ཙམ་མ་ཡིན་པ་དེ་དེ་བཞིན་གི

དྲི་ཞིབ་གནང་ཤག་ད་ག་ནང་བཞིན་གྱི་དཔལ་ལྡན་སྲིད་སྐྱོང་ལ་དྲི་ཞིབ་གནང་ཤག་དེ་ཡིན་དུས་ཙམ་པ་ལ། སྙན་ཐོ་འདིའི་ནང་ལོགས་ད་ལྟ་ཨི་ཡིག་སྙན་ཐོ་ནང་མ་གཟིགས་དུས་ཙམ་པ་ལ། སུ་སུའི་ངོས་ནས་ད་ལྟ་དོ་སྣང་ཆུ་བ་ཁ་ཤས་བྱུང་སོང་ཨ་འདི་མ་ཅིག་ཞུས་ན་བསམ་སོང། སྤྱི་བཏང་ད་ལྟ་དགོང་དུ་ཕྱག་སྦྲེལ་སྤྱི་འཐུས་ཀྱི་འདུག་སྙན་སྒྲོན་གནང་སོང་ཡིན་ནས་སུ་སུའི་ངོས་ནས་འདི་གང་ལ་ཡང་བསྐྱར་དུ་ཅིག་ཞུས་ན་བསམ་བྱུང། དང་པོ་འདི་ལ་ད་ལྟ། འགྲོ་ལུགས་ཀྱི་ཚོགས་འདི་འདྲ་དེ་སྟོང་ཆ་གཅིག་ཏུ་གསུངས་གནང་ཤག་དེའི་ནང་ལོགས་ལ་ད་ལྟ་སྡེ་བའི་རྒན་དར་དང་རྒན་ཚིགས་ཚོགས་ཆུང་གི་ཚོགས་འདུ་ནང་ལོགས་ལ་ཁོང་རྣམ་པའི་གི་ཚིག་དོག་མ་ཟིན་པ་ཡིན་ན་དེའི་ནང་ལོགས་ད་ལྟ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་དང་འབྲེལ་བའི་ཐོག་ནས་དེ་ཉེན་ཁ་ཇི་ཡིན་པ་དང་ད་ག་ནས་བཞིན་གི་མ་འོངས་པ་དེ་ལ་གོ་སྐབས་མེད་པ་རྩ་བ་ཉིད་ནས་འཁོད་མི་འདུག་དེ་དེ་བཞིན་གི་ཁོང་རྣམ་པའི་ཚོགས་འདུ་ཚོགས་པའི་སྐབས་སུ་ཚིག་དོག་ནང་ཟིན་པ་ཡིན་ན། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་སྒོ་རྒྱག་དགོས་ཀྱི་དེ་འབྲེལ་གྱི་སྲིད་སྐྱོང་ལ་གང་འདྲ་གང་འདྲ་བསམ་འཆར་གྲོས་ཆོད་དེ་འདྲས་ཅིག་ཡོད་པ་རྩ་བ་ཉིད་ནས་མི་འདུག་དེ་ཙམ་དུ་མ་ཟད་ཨ་ནི་སྙན་ཐོ་འདི་བྲིས་གནང་བའི་སྐབས་སུ་ཁོ་རང་གིས་ག་རེ་གསུངས་ཤར་ལབ་ཡིན་ན། ལས་བྱེད་ཚང་མ་གང་འདྲ་ཨ་ནི་དགོངས་པ་ཞུ་བའི་གི་གནས་སྟངས་ཤིག་བྱུང་ཤར་འདི་ཨ་ནི་ག་རེ་ལ་ཐུག་ཡོད་མེད་ཁོ་རང་གིས་གསལ་བོ་ཅིག་ཞུས་ཐུག་གི་མི་འདུག་གང་རང་མ་སྐུལ་དྭངས་ལ་ཡིན་པ་རེད་ཡང་ན་དེ་འདྲས་ཅིག་མ་ཨ་ནི་དགོངས་པ་ཞུ་དགོས་རེད་དེ་འདྲས་གི་ད་བཀའ་ཁྱབ་ཅིག་གནས་དང་བ་ཡིན་པས། དེ་གསལ་བོ་སྦྱིན་པ་ཁོ་རང་གིས་མཁྱེན་མ་སོང་ཟེར་འགྲེལ་གྱིས་ཞུས་གནང་ཤག། དེ་ནས། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་འདིའི་ནང་ལོགས་ལ་ད་ལྟ་མ་ཤའི་བདག་པོ་ཁོང་རྣམ་པ། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ནས་མ་ཤའི་མར་ཕྱི་གཏན་བྱུགས་པའི་གནས་སྟངས་འདི། ཁོ་རང་ཚོའི་མ་སྐུལ་དང་ལ་རེ་བས་ཡང་ན། གནས་དང་གར་གྱི་ཐུགས་ནས་ནི་མ། ཁོ་རང་ཚོས་མ། ད་ལྟ་འདི། མ་ཞེས་ཕྱི་བསྟན་བྱེད་དགོས་པ་འདི་དེ་ཅིག་ཁྱོད་ནང་དེའི་ནང་ལོགས་ལ་ཁོ་རང་ཚོའི་མ་སྐུའི་དང་ལ་མ་ཡིན་པ། གང་ལྟར། ཁོ་རང་ཚོ་ལ། གདམ་ཀ་ཅིག་སྤྲད་པའི་གི་གནས་སྟངས་ཀྱི་ཐོག་ནས་ནི་བརྒྱ་ཆ་ལྔ་བཅུ་ཅིག་གི་ད་ལྟ་མ་ཞེས། མ། ཕྱི་བསྟན་བྱེད་དགོས་པའི་གནས་སྟངས། བྱུང་ཡོད་པ་ཅིག་འདུག་གསལ་བོ་ཁོས་ཤ། དེ་ནས། ཨ་ནི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་འདི། རང་སྐྱོང་ཚན་པ་ཅིག་དགོས་དགོས་པའི་འདུག་གསལ་བོ་ཅིག་ཁོས་ཤ་འདི་ཡིན་ན་སོ་སོའི་ངོས་ནས་གལ་ཆེན་པོ། མཐོང་གི་འདུག་ངོས་འཛིན་ཞུ་གི་ཡོད། ཨ་ནི་དེ་དེ་བཞིན་གྱི།

བོད་པའི་གད་སྙིགས་དཔལ་འབྱོར་དགོས་མཁོ་དཀའ་ངལ་འདི་ལ། གལ་སྲིད་གངས་ལྗོངས་སྨན་བཅོས་ཞབས་ཞུ་ཁང་འདི་སྒོ་བརྒྱབ་པ་ཡིན་ན། ཨ་ནི། མིག་ལོང་བ་ལྟ་བུས་ཀྱི། ཨ་ནི། གནས་སྟངས་ཅིག་ལ་ཨ་ནི་ངོས་འཛིན་ཞུ་མ་ཐུབ་བས་མི་འདུག་ཨ་ནི་འདི་ཅིག་མ། ཨིན་ཇི་ནང་ལ། ཀློག། གནང་ཆོག་པ་ཅིག་བར་འདི་ཚོགས་གསོག་ཆོག། འདི་ཨ་ནི་ཉེན་ཁའི་ཁོངས་སུ་འདུག།

དཔའ་འདི་ཚོགས་གཙོ་མཆོག། ཐོག་མར་དེ་ལ་དེ་འདྲ། དེ་ཚོགས་ཆུང་གི་བྱ་ལས་གནང་བ་དེ་ཐུགས་གཞི་ནང་ཞུ་ཡ་ཡིན་ག་ནོན་ན་དེ་རྙོག་པོ་ཅིག་ཡིན་པ་ཚང་མའི་མཁྱེན་གསལ་རེད་བསམ་གི་འདུག་ར་ཨ་འདི་དང་མཉམ་དུ་ཨ་ནི་ཆེད་ལས་པའི་ཁོ་རང་གི་ད་གང་ཐུག་ཐུག་ཅིག་བྱེད་འོས་ཅིག་ངས་ངོས་འཛིན་ཞུ་གི་ཡོད་ཡིན་ནས་ད་དང་པོ་ཅིག། འདི་ངས་ལ་འདི་གཅིག་ཞུས་ན་བསམ་སོང། གངས་ལྗོངས་དཔེ་མཛོད་ཞབས་ཞུ་ཁང་གིས་འགོ་བཙུགས་པའི་སྒོ་དོན་སྦྱོར་བ་འདི་ལ་ཨུ་ནེ་ཧོ་ར་དང་བཙན་བྱོལ་ནང་ལ་ཡོད་པའི་བོད་པ་མང་པོ་ཅིག་ལ་ག་ལ་བ་རེད་ད་ང་ཚོས་ཀྱི་རྒྱ་གར་གྱི་ད་དངུལ་ཁང་དང་དེ་འདྲས་ནས loan ཞུས་རོགས་བམ་སོགས་སོགས་དེ་འདྲས་ར་ཡ་དང་དེ་འདྲས་དཀའ་ངལ་ཅིག་ཡོད་དེ་དངོས་ཡོད་ཡིན་དུས་སྐབས་ལ་དེ་འདྲས་ཀྱི་ཐབས་ལམ་ཅིག་ཡིན་པ་འདི་ངོས་འཛིན་ཞུས་ཀྱི་ཡོད་རོགས་ད་འདི་དང་མཉམ་དུ་ད་ད་རིང་གི་ཁོ་རང་གི་ད་ཆེད་ལས་པས་ཀྱི།

Thread འདི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་འགོ་ཚུགས་པའི་རྒྱུ་མཚན་འདི Thread ནང་བླུགས་ཐོག་ད་ལྟའི་གི Thread ག་ཁྲིད་དུ་མེད་ན་བཙན་བྱོལ་ནང་ལ་ཡོད་པའི་བོད་བོད་པ་དེ་ཚོ་ལ་དཔལ་འབྱོར་གྱི་རྒྱབ་སྐྱོར་ར་ཡ་དེ་ཁག་པོ་འདུག་འདི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་འགོ་བཙུགས་པའི་རྒྱུ་མཚན་དེ་རེད་མ་གཞི་འདི་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་ད་ལྟ་གནས་མ་གནས་གི་འདི་མེད་དུས་སྐབས་ལ་དྭངས་ཤོས་གི་འདི་གི་བརྙན་ཐུང་གི་གཞི་བཞག་ས་སྦྱོར་བ་དེ་སུ་བ་དེ་ག་འདྲས་ཅིག་བྲིས་ན་ལ་ནི Test བྲི་བ་ཞིག་ལས་ས་ག་ཡིན་མེད་ན་འདི་གཅིག་ཡང Test ལྟ་ཡས་གི་རྒྱུ་མཚན་ཞིག་གི་མཐོང་སོ་ར་དེ་གཅིག་ཞུས་ན་བསམ།

འདི་གི་གོང་གི་མན་ཞིག་འདི་ནང་རོ་ལ་ཡིག་ཆ་མ་ར་འདི Form FCGPR ལ་འདི་གོ་རེད། འདི་མེད་བའི་སྒང་ལ་ཆེ་ཐུག་མ་རེད་ལ་འཇིག་ཞུ་དུ་རོ། འདི་འདྲས་འཇིག་འདུས་སྐབས་ལ་ད་ལྟའི་གི་སྒང་ལ་དཔལ་འབྱོར་གླུ་གྱང་འདི་ག་འདྲས་བྱས་ཡིན་ན་ཨ་འདི་ཇུ་མ་གི་འགྲོ་སོང་འདི་ད་ད་ད་མང་པོ་ཅིག་འདི་ནང་དཔལ་འབྱོར་གླུ་གྱོར་འབྱོར་རོ་རྒྱབ་སྐྱོར་བྱས་ནས

འདིའི Report དེ་ག་ལ་ཞིག་བཞག་གི་འདུག་འདི་གི་འཇུ་མ་ག་འདྲས་ཡར་རྒྱས་ག་འདྲས་འགྲོ་གི་ཡོད་མེད། ཡིན་ནས་ཉིས་སྟོང་ཉི་ཤུ་རྩ་གཅིག་དང་ཉི་རྩ་གཉིས་ཀྱི་འདི་གནང་ལོ་ལྟ་དུས་སྐབས་ལ་ད་ལྟ Pessimistic རེད་འདུག་འདི་ཁོང་རང་གི་གསུང་གོ་འདི Pessimistic ཞེ་ན་ད་ལྟ་འདི་གནས Pessimistic ཡང་ན Baseline འདི་ཡང Projection འདི Optimistic ཡིན་ན་ནི་ཁོང་རང་གན་གསུང་མི་འདུག་ར་འདི་ཡང་ངེད་ཀྱི་འདི་གནང་ལོ་ཁྱོད་ཨེ་ཅིག་འདི་ཞུ་ན་སེམས་སོ་ར་ཁ་ལེ་ན་ཡང་འདི་ཅིག་མཐོང་སོ་ར། འདི་དང་མཉམ་དུ་བཅར་འདྲི་གནང་ལོ་ལ་ཡང། ལྟ་འདི་དུ་དཀའ་ངལ་གྱི་གར་དུ་བློས་ན། འགན་འཛིན་ལྷན་ཚོགས་ཀྱི་ནང་ལོག་ཡོད་རོགས། འདི་གི་ལྟ་བ་ཚང་མ་རྟག་འདི་ནང་ལོག་གི་བསམ་ཚུལ་ཚང་མ་མ་མཐུན་བས་ཀྱི་རྣམ་པ་གཅིག་ཤུགས་ཤུགས་པོ་འདུག་ག་ནས་འདི་ནང་ལོག་འགན་འཛིན་ལྷན་ཚོགས་དེ་འདྲ་ཡེ་ཤོ་ཡེ་ཤེས་དབང་མོ་ལགས་ཀྱི་གསུང་ངས་བྱས་ན། འདི་ནང་ལོག་གི་ག་འདྲས་འགྲོ་གི་ཡོད་མེད་དང་འགྲལ་འབག Report དང་མཐུན་གྱི་ཡོད་མེད་དང་འདི་ཉེམས་རྟོག་སྒང་ལ། འདི་རྣམས་སྙན་ཐོ་དོན་ཐད་ཀྱི་དཔལ་འབྱོར་ཞབས་ཞུ་ཤང་གི་ལས་ཀར་འགྲོ་སྟངས་དང Performance ཞུ་ར་ག་འདྲས་འགྲོ་གི་མེད་དེ་ཚོ་ཁ་ལ་ཁ་གསལ་བོ་ཞེ་དྲག་བྱུང་མ་སོང། འགན་འཛིན་ལྷན་ཚོགས་ལས་ལ་གི་མི་འདུག་ལ་ནི་དེ་འདྲས་ཅིག་ཞུས་འདུག་ཁ་གསལ་བོ་ཞེ་དྲག་ལྟ་ཡ་འདི་ཡིན་དུས་སྐབས་ལ་ད་འགན་འཛིན་ལྷན་ཚོགས་ནང་ལོག་གི་སྐད་ཆ་འདི་ཁོ་ར་ཕྱོགས་གཅིག་ནས་མ་འདྲ་ཞིག་འདུག་ཕྱོགས་ཞེ་པ་ཞིག་ནས་ཏེ་སྐད་ཆ་མ་འདྲ་བ་ཅིག་མཐོང་ཡོང་གི་འདུག་རོ། རྟ་འདི་དང་མཉམ་དུ། ཕྱོགས་གཅིག་ནས་རྟ་ད་ལྟ་དཀའ་ངལ་ཆེ་ཤོས་གཅིག་འདི་ཆགས་འདུག་ར་ཨེ་ཕྱི་ཨ་རེད་འདི་རྟ་འདི་ཐབས་ལམ་ཞིག་རྙེད་ནས་རྟ་གང་ཚོད་ཀྱི་འདི་ཞུ་གོ་ར་དཔལ་འབྱོར་གྱི་ད་ལྟ་དཀར་རོར་ཉིས་བརྒྱ་གཅིག་གོ་ཡོད་ཀྱི་རྣམ་པ་ཅིག་འདུག་ར་རྟ་འདི་ལ་ཞོལ་ལ་གལ་ཆེ་ཤོས་ཞིག་གནང་རོགས་གཅིག་གར་གནང་རོགས་ལ་རྟ་བཅར་འདྲི་དང་འདི་འདྲི་གནང་རོགས་ལ་ད་ལྟའི་གི་དཔལ་འབྱོར་ཞབས་ཞུ་ག་རེ་གང་བྱུང་དཔལ་འབྱོར་ཞབས་ཞུ་ཁང་གི་ནང་རོགས་ལ Return on Investment དཔེ་ཆ་བླུ་ན་ཚུར་ག་ཚོད་རག་ཡོད་མེད་འདི་བརྒྱ་ཆ་གསུམ་རེད་འདུག་ར་རྟ་འདི་ང་ཚོ་ཚང་མས་མཁྱེན་གསལ་རེད་རྒྱ་གར་ནང་ལོར་བསྡད་ངེས་ཅིག་ན་རྒྱ་གར་ནང་ལོགས་ལ Bank ནང་ལོགས་དཔེ་ཆ་བཞག་བ་ཙམ་གྱིས་བརྒྱ་ཆ་བཞི་རག་གོ། དེ་ག་ལ Investment མ་རེད་དེ་བརྒྱ་ཆ་བཞི་རག་གོ་རོགས་དེ་དང་མཉམ་དུ Fix བྱེད་ན་བརྒྱ་ཆ་ལྔ་བརྒྱ་ཆ་དྲུག་འཇོལ། ཨ་འདི་ཡིན་དུས་སྐབས་ལ་འདི་ལ་རྒྱ་གར་ནང་ལོགས་ནས Investment བྱེད་ཀྱི་ཡོད་ན་མེད་ན་དྲི་བ་གཅིག་གླེང་གི་འདུག་རོགས། འདི་ཡིན་དུས་སྐབས་ལ་ད་ཕྱི་གལ་ནས་ལན་གྱི་ད་ཡང་རྣམ་པ་ཅིག་ངས་ཡོད་འདི་ཡོད་མ་རེད་ངས་ཞུ་གི་མེད་རོགས་ཡིན་ན་འདི་གི་ཡང་ལང་ཀ་འདི་ད་ལྟ་ཡོད་མེད་ཀང་ལ་འདི་ལང་ཀ་འདི་བཟོས་ལ་དཀའ་ངལ་ག་རེ་ཡོད་ན་ཨ་འདི་སྙད་ཀྱི་ཡོད་བས་ཀྱི་དཔལ་འབྱོར་འདི་ཚོ་ཡང་འདི་ག་འདྲི་གནས་སྟངས་ག་འདྲི་ཆགས་ཡོད་ན་འདི་ཅིག་ལིག་འདུག་རོ། ཡིན་ནས་ད་ཡང་གོང་དུ་ཤོར་ནས་ཤི། འདི་ཕྱོགས་གཅིག་ནས་ལས་གཞི་འདི་ཉའེ་འཇིག་ཕྱོགས་གཅིག་ནས་ག་ལ་ན་བཙན་བྱོལ་ནང་ལོག་ཡོད་བས་ཀྱི་ད་ལྟ་བོད་པ་མང་པོ་ཅིག་ལ་དཔལ་འབྱོར་གྱི་དཀའ་ངལ་ཅིག་ཡོད་དུས་མཚམས་མཚམས Bank ནང་ལོག་ནས་འདི་དབྱིན་ཇི་ནང་ཞུས་ན་གང་ཚོགས་ཆོག Collateral ཞུས་དོགས་དེ་འདྲས་མེད་དུས་སྐབས་ལ་དཀའ་ངལ་ཞིག་ཡོད། ད་འདི་ཡིན་དུས་སྐབས་ལ། འདིས་རང་ཅག་མྱང་འོས་ན་འདི་གི་གཞི་རྩ་ག་འདྲས་ཅིག་སྨྲས་དང། འདི་གི་སྒྲུབ་གཞི་ག་འདྲས་ཅིག་སྨྲས་འདི་འབད། ཟུར་ལ་བཞག་ཡ་དང་འདི་འདྲས་ཅིག་དང་འདི་ཁ་སེའུ་ཞེ་དྲག་མཐོང་མ་སོང། ད་འདི་ཡིན་དུས་སྐབས་ལ་ཨ་ནི་འདི་གི་ཡང་ད་ལྟ་ཀ་རོར་ཉིས་བརྒྱ་འདི་ཉུང་མཐར་ལ་འགོ་ཡོད་ལ་དུས་སྐབས་ལ་ཨ་འདི་འདྲས་ཀྱི་ཡང་ག་འདྲས་བྱེད་ཀྱི་ཡོད་ན་ལ་འདི་གི་དྲི་བ་ཅིག་སླེབས་ཀྱི་འདུག་ར་འདི་ཅིག་ཡང་ཞུས་ན་བསམས།
ཞེས་འདི་ཡི་མཁན་པོ་བཀའ་གྲགས་དངོས་གྲུབ་ཟེར་རྣམས་ལགས།
ལྷ་སྡེ་ཚོ་གཙོ་ཆོག་ད་དེ་རིང་འདི་གོང་སྐྱོང་དཔའ་འཇོག་བྱ་ཞིབ་ཁོང་དང་འབྲེལ་བའི་ཐོག་ནས་བགྲོ་གླེང་ཡིན་དུས་དེ་ལ་དེ་རིང་ཁྱེད་ལྷན་མཉམ་ཞུ་བེད་ཀྱི་བརྙན་ཐམ་དྲི་བདེན་དང་ཚུལ་མཐུན་གྱི་མཉམ་ཞུས་ཀྱི་དྲི་བདེན་ལ་མཐོང་སྣང་གི་ཐོག་ནས་གཟིགས་ཞི་འདས་བྱུང། ད་འདི་ནོར་ལུག་ངས་མཐོང་ཚུལ་དེ་སྔས་མ་དཔའ་སྡེ་སྲིད་གཞུང་གི་སྐད་གསུང་མཐོན་པོས་འབྲུག་སྡེ་པ་ནོར་གཞིས་སེམས་མི་འདུག་ཨ་བསམ་ཚུལ་གྱིས་ཚོགས་ཞུགས་བྱུང་པ་བྱུང། གཅིག་ནས་ཉིས་སྟོང་བཅུ་དུས་ཟླ་བ་བཅུ་གཅིག་ནོར་ལུག་ལ་བདེ་གཤེགས་བཟོ་བཞག་ཉིས་སྟོང་བཅོ་བརྒྱད་ཀྱི་ཕྱི་ཟླ་བཅུ་གཉིས་ནོར་ལུག་ལ་གང་བྱུང་དཔའ་འཇོག་བྱ་ཆེད་ཁོང་དེ་རྒྱ་གར་གྱི་ངོ་བོ་དུ་ནོར་ལེ་སྡེ་སྒྲིག་བྱེད་ཀྱི་ཆུ་རྐྱལ་གྱི་ལག་ཆས་ཡོངས་ཐོག་ཆགས་ཉིས་སྟོང་བཅོ་བརྒྱད་ནས་བཅུ་དགུ་གི་བབ་ལ་ད་ནི་ང་ཚོ་འདི་ལ་གཙོ་བོ་ད་སྔི་ཁུང་གཅིག་པོ་གཙོས་ཕན་གོ་མ་རེད་སྔི་སྔི་ཁུང་ད་སྔི་ཁུང་འདྲ་བོ་ཡིན་ན་རེད་རྣམ་པ་ག་རེ་ཡིན་ནས་དེ་ལ་མ་རྩ་འཇུ་ཉེན་ཡོང་དུས་མ་རྩ་འཇུ་ཉེན་ཡོང་ཐའི་ཝན་དང་ལན་ཀྲན་དང་ཧོང་ཀོ་ཀ་ས་ཉི་ཧོ་ཚོ་མ་ཡོང་དོ་ག་ཚོད་ས་ཡ་ཉེ་ཆེ་དང་ཤེ་ཀ་ཚོད་བྱུང་བཞག་མ་རྩ་འཇུ་ཉེན། ཉིས་སྟོང་བཅུ་དགུ་ནས་ཉེན་ཤེ་གི་བབ་ལ་གོང་འཇུ་དཔའ་འཇུ་བཞག་ཅིག་ད་ག་རང་ན་ཨ་རི་དང་ཡུ་རོབ་ཁུག་གི་བལ་མི་གནས་བསྡད་གོང་གི་ཧིན་སྒོར་ས་ཡ་ལྔ་བཅུ་ཙམ་ཞིག་མ་རྩ་བཞག་ཉེན་སླེ་བཞག།

དེ་ནས་དགོངས་འཇུག་དཔའ་བྱེད་ཞལ་ཤེས་ཀུན་གྱི་ལས་གཞན་ཡང་རིམ་པས་རིམ་པས་རིམ་པས་རྩ་དགོངས་ཞི་ནས་འགྲོ། དེའི་དེའི་གི་རྒྱུད་རིང་ཐུང་ལ་བརྟག་འདུས་དེ་ནས་ལས་གཞན་དེ་ཚོ་ལ་གཅིག་ནས་འདི་གི་སྙན་ཐུང་ལ་བརྟག་འདུས་དབང་ཚད་མེད་པ། ལས་ཀ་ག་རེ་བྱས་ན་དབང་ཚད་བྱེད་ཐུབ་ཀྱི་མི་འདུག་སོ་སོ་གི་ལས་ཀའི་ངོ་བོ་དེ་ཚོ་ནི་རྩ་ནས་དབང་ཚད་མེད་འགྱུར་ཞིག་བཀག་དེའི་གི་བཀའ་ཤག་གསར་པ་གི་བཟོ་བཞག་འདུག་དེ་ཡིན་དུས་དེ་ནས་དྲིན་དྲན་ཏེ་དེ། སྤྱི་སྟོང་འདི་ནི་སུ་ཞང་དང་ཟླ་བ་བཅོ་ལྔ་ལྷག་ལས་ཀ་ལས་ཀ་བྱས་རབས་མི་འདུག་ཟླ་བ་བཅོ་ལྔའི་ནང་ལོ་ལ་དེ་འགྲིག་གི་འབྲས་བུ་ཨེ་ཐུབ་ཚ་བ་ཐེངས་དུས་ད་དུང་དེ་ལ་གཡུང་གཟར་གྱི་ཐུགས་འཁོར་ཡིན་ན་ང་འདྲ་བོ་ཞིག་ཁྱུ་ནས་དེ། པ་བདེ་སེམས་ཤུགས་དགོས་གསུངས་བསྡད་པ་དེ་བདེན་པ་བསམ་ནས་ཚོར་མ་སོང་ཞེས་ཤོད་རྒྱུ་དེ་ཡིན། ད་གཉིས་ནས་བདེ་གཤེགས་བྱས་ཚར་དུས་ད་ལས་གཞི་དེ་ཚོ་ལས་གཞི་ཡོངས་རྫོགས་ཀྱི་འབྲིང་ཡོངས་ཅན་གྱི་ད་ལྟ་དེ་བགྱིས་པ་སྦྱིན་ས་ཡོད་པ་མ་གཏོགས་འདི་ཡོད་ན་ཕན་ཐོགས་མེད་པ་ཞིག་གང་ཡོང་གསུངས་མི་འདུག་བརྙན་ཐུང་འདི་ནི་གཞི་བཞག་རེ་ད་ངས་གཞན་ཤར་ལྷོ་ནུབ་ཕྱོགས་གི་རླུང་གི་རྒྱ་ནི་སྐད་ཆ་མ་རེད། དང་ནང་བཞིན་གྱི། མཚུངས་བྱེད་བདག་པོ་མཚུངས་བྱེད་བདག་པོ་དེ་འདི་གཉེན་དོ། དྲི་གཉེན་གཉེན་དོ་མཚུངས་ཁྱུང་དང། དང་དང་གཉེན་བྱེད་མཚུངས་ཁྱུང་གཉིས་ཆ་གི་མ་ཤེས་བྱེད་ཀྱི་ཚིག་གང་ཚ་ནང་འཇོག་བྲིས་བྱ། མ་ཤེས་ཏེ། ཚིག་གཉིས་ཆ་མ། མ་འདྲ་བ་གཉིས་གཉིས་བྲིས་བྱ། ཀྱིས། མ་ཤ་ས་ཤེས་དྲི་དང་ཅི་སྟེ། མ་ཤ་ནི་པོ་ཤེས་ར་ཤེས་ཀྱི་དྲི་དང་མ་འདྲ་གཉིས་ཆ་དྲོངས་བྱ། མཚུངས་ཁྱུང་ནང་ལོགས་ནང་འཇོག་བྲིས་བྱ། ཏེ། ཁྱེད་ལས་བྱུང་ཁྱུང་ནང་ལོགས་དེ། མ་ཤེས་བྱེད་པའི་ཚིག་དེ་ནང་འཇོག་བྲིས་བྱ་ཞེས་པ་ཡིན། དེང་དུས། མ་ཤེས་བདག་པོ་ཚོང་དམག་གིས་ཡང་འདི་ལ་ཕན་ཐོགས་ཡོད་པ་འདུག་སྒིབ་པ་ཡོད་པ་ཟིན་གི་མ་འདུག་འོ་ད་འདིའི་བཅུད་ནི་སྒིབ་པ་མི་འདུག་ཟེར་ནས་མ་ཕྱི་འདེད་བྱེད་ཉིན་ཧ་ལོང་བྱུང་མི་འདུག། ཕྱི་འདེད་བྱུང་ཡང་དེའང་བཀའ་ཤག་བཀའ་གསར་པའི་སྐབས་ལ་དེ་ནས་རིམ་པས་རིམ་པས་གནས་སུ་བྱུང་བྱ་སྤྱི་དེ་ཡིན། གཙོ་བོ་བདེ་གཤེགས་བཟོ་ཐོག་པ། དེའི་ནང་ལ་མ་ཤེས་བཙུན་གཉེན་རག་ཡོད་པ། མ་ཤེས་བཙུན་གཉེན་རག་པ་ལས་གཞན་གང་ཟག་གི་ཐུན་མོང་དུ་སྒིབ་པ་སྦྱིན་སྲེག་མཐོང་བ་དེ་རེད།

ད་ཁོ་གིས་དབྱིན་ཇི་དེ་སྐྱུག་པོ་ཟིག་ཡིན་མོད་དྲོ་ཤུ་དང་བལ་ཡིག་ནོག་ལུག་ལ་ཚན་རྩི་གཙོ་བོ་དབྱིན་ཇིས་བཟོ་གི་ལགས་འདུག་ངས་བལ་ཡིག་འདི་གཉེན་ཐོག་ཤུགས་གཉིས་ཀྱི་ལ་ཐེ་གཉིས་ཡིན་ཙམ་བལྟ་ཡ་བྱུང་དབྱིན་ཇི་ལ་ར་བལ་རི་བལ་ཟིག་བཏགས་པ་ཡིན་མི་ཤེས་མཁན་དེ་ཚིག་མཛེས་བླུགས་པ་ཡིན་དེ་ལས་མི་ཚིག་མཛེས་ན་ཁ་གསབ་པ་མེད་གི་དབྱིན་ཇིའི་བཤེས་གཉེན་ལ་བཀའ་འདྲི་ཞུས་པ་ཡིན་དེའི་ནོག་ལུག་ལ་ཐང་ལོ་ཡོད་པ་རྒྱ་གར་གི་བཞུགས་དབུས་ལ་ཞི་བ་ཡོད་ན་ཞི་ན་ཞེ་ཡོད་པ་ཡོངས་སུ་རྫོགས་པ་དབྱིན་ཇིའི་ནོག་ལ་ཁས་བཞག་བལ་ཡིག་ནོག་ལ་ཁས་བཞག་དེ་ཐག་ལོང་རེད་ཤོད་ཡིན། ཀྱི་དེ་རེད། ད་ནང་བཞིན་གྱི་ཚོང་ཆུང་གི་ཚོང་མི་ནད་ཡོང་བའི་འབྲེལ་ཡོད་ཅིག་ཏུ་གུས་པ་རྒྱ་མཚོས་མཐོང་བ་ཞིག་གསུང་དགོས་མ་གཏོགས་གཡུང་རྩ་གང་ཡོང་མཐོང་མི་འདུག་བྱས་ཙང་ངས་དེ་རིང་འདི་ནང་བྱིན་དེ་རྒྱ་ཆེན་མང་ཚོགས་ལ་ཞི་འདེ་བ་ག་རེ་བྱོས་སོང་ན་གང་བྱུང་དཔང་བྱོས་བྱ་བྱེད་གང་དེ་བཙུད་ནས་དེ་ཡུལ་མཐུན་མཐུན་ནང་ལོག་ལ་མ་རྩ་འཛུལ་ཉིན་ལས་གཞི་ཡིད་དུ་ཟ་བ་ཡོད་པ་དྲིན་དྲན་ཡིད་དུ་ཟ་བ་ཐེང་བ་ཙམ་མང་ཚད་འདི་གཡུང་རྩ་མཐོང་གི་ཡོད་མེད་ཀྱི་ཁས་ལེན་ཚོང་ཆུང་པ་དང་ཞིང་ཆུང་ཚོང་ཆུང་ཡོངས་དུ་རྫོགས་པའི་གི་ཀྱི་གཡུང་ཟ་གང་ཡོང་མཐོང་མི་འདུག་ཞེས་རྒྱ་ཆེའི་མང་ཚོགས་ལ་དེ་བཞིན་བསྡད་བྱུང་དུས་ཆེ།
བ་བཅས་གོ་སྐོར་བཞེངས་མཁན་ཞིག་ཡོང་མོད། ཕྱིས་དེའི་དགེ་བཤེས་ལྷ་རོང་པ་ཨ་ཀྲུག་ཚེ་བརྟན་ལགས། ཤར་ལྕང་ནོར་ལགས་ནི་ཚོགས་གཙོའི་འདི་ནས་སྟངས་འཛིན་བྱེད་ཡ་ལ་ཁྱད་པར་དུ་ང་ཚོ་དུས་ཚོད་ད་ཡོད་མ་རེད། ད་ཉི་མ་གཉིས་ཙམ་མ་གཏོགས་ལྷག་ཡོད་མ་རེད། བ་བརྟན་ཚོགས་གཙོ་མཆོག་ད་ནི་ད་དེ་རིང། ང་ཚོ་འདི་ལ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གིས་དེ་ནི་གནས་སྟངས་སྐོར་ལ་ཡ་ཆེན་འཛུགས་ཚོགས་ཆུང་གི་སྙན་ཐོ་འདུག་སུ་འབྱོར་བསྡུས་ཡོད་རེད་ད་ད་ལྟ་གྲོས་ཚོགས་ཚོགས་དུས་སྔས་མ་ལ་ཡ་བ་དིན་སྲིད་སྐྱོང་མཆོག་ནས་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་གནས་སྟངས་འདི་ད་གཡང་གཟར་ཆེན་པོ་གཅིག་མ་གཏོགས་གཟིགས་ཀྱི་མི་འདུག་དེ་འདྲའི་ཡན་རྩ་འདུག་སུ་མུ་མཐུད་ནས་གཉེར་ཐུབ་ཀྱི་མི་འདུག་སྒོ་རྒྱག་གོག་འདུག་བྱས་ནས་སོང་བ་རེད་སོང་བ་ཡིན་དུས་ད་དེའི་ཐོག་ལ་ཡང་དགོངས་ཚུལ་མང་པོ་བྱུང་ནས་ཆེད་འཛུགས་ཚོགས་ཆུང་བཙུགས་བྱས་ནས་ཨ་ནི་ལྟ་གོག་འདུག་བྱས་ནས་ཐག་གཅོད་བྱུང་བ་ནང་བཞིན་དེ་རིང་ཨ་ནི་ཆེད་འཛུགས་ཚོགས་ཆུང་དང་ད་ག་ནང་བཞིན་ཆེད་འཛུགས་ཚོགས་ཆུང་ནང་ལ་ཡོད་པའི་གི་ཨ་ནི། དང་འབྲེལ་ཡོད་ཀྱི་གར་སོགས་བར་ཕམ་སྦྱོར་དང་འབྲེལ་ཡོད་ཀྱི་ཐོག་ནས་མཁས་པ་དང་ཉམས་མྱོང་ཡོད་མཁན་གྱི་དེ་འདྲའི་ཚོགས་མི་གཉིས་ཀྱི་སྙན་ཐོ་དེ་ད་ང་ཚོ་འདུག་སུ་འབྱོར་པ་རེད་འབྱོར་བས་ཀྱི་ད་གྱོན་རོང་གི་ནང་ལོགས་ལ་ཡ་ད་ཆེད་ལས་མཁས་པ་དང་ཆེད་འཛུགས་ཚོགས་ཆུང་གཉིས་ཀས་ཀྱི་སྙན་ཐོའི་རྒྱབ་གཉེར་དེ་ནང་ལོགས་ལ་ཡ་གངས་ལྗོངས་དཔའ་འབྱོར་ཞབས་ཞུ་ཁང་དེ་མུ་མཐུད་ནས་གནས་ན་དགོས་པ་ཆེན་པོ་ཡོད་པ་དེ་རྒྱབ་ཉོས་གནང་བཞག་འདུག་དེ་ཡིན་དུས་གང་ལགས་ང་རང་ངོས་ནས་ན་དེ་དག་རང་རྒྱབ་ཉོས་ཞུ་ཡག་དང། དག་གནང་ཞེས་ད་གནས་ཡག་ལ་ཡ། ད་དཀའ་ངལ་མང་པོ་ཅིག་ལ་གདོང་ལེན་བྱེད་དགོས་ཡག་འདུག་ཁོ་ངོས་ཡི་གནས་ཚུལ་ཆགས་དེ་ཡོད་བ་དང། དེའི་ཐོག་ལ་ཡིན་ན་ཡང་ཨ་ནེ་ཅིག་གདོང་ལེན་མང་པོ་ཅིག་བྱེད་དགོས་ཡོད་སྐོར་ལ་ཡག་འདུག་སུ་གསུངས་འདུག་དེ་ཚོ་ཚང་མ་ད་ཁོ་འབྲེལ་ཡོད་ཁུ་གདོང་ལེན་གནང་ཐུབ་དགོས་ཀུ་རེ་བསམ་གྱི་འདུག། དེ་ནི་དེ་ཙམ་དུ་མ་ཟད་ད་གངས་ལྗོངས་དཔའ་མཆོད་ཞབས་ཞུ་ཁང་བཙུགས་ནས་ལས་དོན་གཉེར་བྱས་ནས་ད་ཉིན་ཐོ་རིམ་པའི་ནང་ལོགས་ལ་ད་ལོ་གཅིག་ལྷག་ཙམ་མ་གཏོགས་ད་ནད་ཡམས་ཀྱི་རྐྱེན་གྱིས་གཉེར་མ་ཐུབ་པ་དང། ཡང་ནད་ཡམས་དེའི་གྲབས་རྗེས་ལ་ཡང་བཀའ་ཤག་གསར་བའི་ངོས་ནས་འདུག་སུ་ད་སྒོ་རྒྱག་ཡག་གི་དགོངས་པ་ཞིག་བཞེས་བྱས་ནས་ལས་དོན་གཉེར་མ་ཐུབ་པའི་དབང་གིས་བཀའ་འདིར་ཁེ་ལས་ཀྱི་ད་གནས་དབུགས་ཐོག་ནས་ལོ་གཅིག་ཙི་མ་གཏོགས། ལས་ཀ་བྱེད་ཐུབ་ཡོག་མ་རེད་དེ་ཡིན་པ་ཡིན་ན་དེའི་གིས་གཉེན་ཐོས་གི་ད་གྱོང་དང་སོང་གི་ཁེ་ཕན་འདྲ་བོ་འདུག་ལྟ་འོང་དུས་གྱོང་དེ་ལ་ཡག་སྒོར་ཤེ་བ་བཞི་བཅུ་བཟི་གྱོང་དེ་ཆག་ད་སོང་དེ་ལ་ཡག་སྒོར་ཤེ་བ་གཅིག་འགྲོ་མི་འདུག་ཕྱེད་ཀ་སུམ་བུ་ལྔ་བཅུ་སོང་དེ་འདྲི་གཅིག་ལོ་ལྔ་བརྒྱ། ད་ལྟ་ཚོང་འདི་དེ་ལ་ཡ་རི་མིག་ནང་ལ་བརྐོས་པ་དེ་ལ། འབུམ་ལྔ་བརྒྱ་དང་གཉིས། བྱེད་དེ་གང་ལ། ད་བྱོང་སོང་འདྲ་བོ་གཅིག་འདུག་སུ་བསྡུར་ཡོང་ན་བྱོང་དང་སོང་གཉིས་ཀྱི། གཞུང་གི་བརྒྱ་ཆ་འདྲ་བོ་བཅས་ན་བརྒྱ་ཆ་ཆུང་ཆུང་ཅིག་མ་གཏོགས་ཟོང་མེད་པ་དང། ཟོང་གི་ནང་ནས་ཀྱང་ཟོང་ཆེ་ཤོས་གཅིག། ད་དེབ་འདི་གང་ལ་ཁ་ཚང་སྐུ་ངོ། སྲིད་སྐྱོང་གི་གསུངས་པ་ནང་བཞིན། ཨ་ནི། འབུམ། བརྒྱ་དང་དྲུག་ཅུ། སྤྲེལ་གི་ད་བརྙན་ཐུང་གི་དེབ་དེ་རེད་བརྙན་ཐུང་གི་དེབ་དེ་འདྲ་ཆགས་ཤར་བ་ཡིན་ན་ཡང། ཨ་ནི། འདི་གཅིག་པུ་ཙམ་མ་ཡིན་པ་དེ་འདྲའི་གི་ད། སྒྲིག་འཛུགས་མང་པོ་ཅིག་གི་བརྙན་ཐུང་དེ་ལྟ་བུ་ཅིག་ད་རོང་ཚོགས་སྐུ་དགོན་མཁན་དབང་གིས། བཙུགས་ཡོད་པ་དང། དེ་ནི། སྙན་ཐོ་དུ་བཏོན་པའི་དགོས་པ་ལ་བརྟེན་ནས་ཨ་ནེ། རྒྱ་གར་དངུལ་ཁང་ཆེན་པོ་ནས་ཡིན་ན་ཡང་ཆོག་མཆན་རག་ཡ་གི་མཚོན་པའི་ད་གང་ལྟར། དེ་འབྲེལ་གྱི་གནད་དོན་མང་པོ་ཅིག་སོང་འོང་དུས་ཨ་ནེ་ད་ཁྱད་འཕགས་འདྲ་བོ་ཐོག་ནས་ཡིན་ན་བརྒྱ་ཆ་ཚད་མཐོན་པོ་གི་ཐོག་ནས་ཁྱད་འཕགས་ཐོབ་བསྡད་ཡོད་པའི་གནས་སྟངས་དེ་འདྲ་ཅིག་ཡིན་དུས་ཨ་ནེ་མུ་མཐུད་ནས་གནས་དགོས་པ་དེ་གལ་ཆེན་པོ་རེད་ཅེས་ནས་ཤོད་ཅིག་ཡིན། ག་དེ་མུ་མཐུད་ནས་གནས་པ་མ་ཡིན་པ་ད་ལྟའི་བཀའ་ཤག་གི་ད་སྒོ་རྒྱ་ཡ་རང་ལ་ཡ་དགོངས་པ་བཞེས་ཀྱི་ཡོད་པ་ཡིན་ན་ཡང། ཟླ་ཉིས་སྟོང་ཉི་ཤུ་རྩ་དྲུག་ཚུན་ཆོད་ལ་སྒོ་བརྒྱབ་ཐུག་ཡག་གི་གནས་སྟངས་མེད་པ་ཅིག་འདུག་སི་ཉན་ཐོག་ན་གསར་དུ་ཡོད་དུས་ད་ང་ཚོ་རྔམ་སྐྲག་ཆེ་ཤོས་ཟེར་ན་རེད་སེམས་འཚུབ་ཆེ་ཤོས་འདྲ་བོ་དེ་ལ་སྒོ་བརྒྱག་ཡག་གི་དགོངས་པ་ཅིག་ཡོད་བ་བྱས། ཉིས་སྟོང་ཉི་ཤུ་རྩ་དྲུག་ཚུན་ཆོད་ལ་ཡག་ཁྲིམས་སྒྲིག་དགོངས་དོན་གྱི་ཐོག་ནས་སྒོ་བརྒྱབ་མ་ཐུབ་པའི་གནས་སྟངས་ཅིག་ཆགས་འོང་སྟེ་དེའི་བར་རུ་ལ་ཡག་འཐུས་ཤོར་དང་གྱོང་སྐོར་དང་དེ་འདྲའི་ཆེན་པོ་ཅིག་འགྲོ་ཡག་གི་ཉེ་ཚབ་དུ་ཡོད་བ་ཡིན་ཚ། ཨ་ནེ་ཁྱེད་ག་ཚོད་ཆེད་ལས་ཁེ་པའི་ལམ་སྟོན་གནང་པ་ནང་བཞིན་ད་རེས་བཀའ་ཤག་ངོས་ནས་འདི་ལ་ཡང་དཀའ་ངལ་ལ་གདོང་ལེན་ཤུགས་ཆེན་པོའི་ཐོག་ནས་འབད་བརྩོན་བྱེད་ཆེད་མུ་མཐུད་གནད་ཡོད་སྒང་ལ་ཤུགས་བརྒྱབ་དགོས་ཡ་དེ་གནད་འགག་ཅིག་མཐོང་སོང་བྱས་ནས་ཤོད་གཅིག་ཡིན། དེ་ནི་དེ་དང་མཉམ་དུ་ད་ད་ལྟ་ཁེ་ལས་ཁེ་པའི་སྙན་ཐོའི་ནང་ལ་རེད་ཚོགས་ཆུང་གི་སྙན་ཐོའི་ནང་ལ་རེད། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ནང་ལོགས་ལ་ཡང་ད་བཀའ་ཤག་གོང་མའི་གི་སྐབས་སུ་ད་དཔལ་འབྱོར་བཀའ་བློན་ད་དེ་འདྲས་ཡོད་རེད་ད་དེ་གི་དེ་མི་མངའ། དེ་གི་དེ་ཆ་ཚང་ཅིག་ད་ལྟ་མ། མང་པོ་ཅིག་མེ་བ་ཆགས་འོང་དུས་ད་འདི་ཆགས་ལ་ཡ། དུ་ལྟ་འོང་དུས་ད་འདི། སྤམ་ཆུ་སྐམ་རློན་ཕྱོགས་ཡིན་པ་ཡིན་ན་ཡང་གངས་ལྗོངས་སྤམ་ཆུ་ཤ་ཤུ་ཁང་གི་འགན་འཛིན་ལྷ་ཚོགས་ནང་ལ། མེ་བདེ་བའི་ནད་ཐང་ཅིག་དུ་ཆགས་དེ་ཆགས། དེ་ཆགས་འོང་དུས་ཉེན་རྟོག་གི་ནང་ལོག་ལ་དེ་ཆགས་འོང་དུས་ང་ལ་ཡང་དོགས་པ་འགྲོ་ཅིག་ཁེན་རྩ་ཅིག་གར་ཆགས་སོང་ལ་ནི་ད་གཞི་རྩིས། དཔའ་ལྡན་སྲོལ་རྒྱུན་མཆོག་སྤམ་ཆུ་རིག་པ་སྦྱང་མྱོང་མཁན་རེད་སྤམ་ཆུ་རུས་པའི་ཐོག་ནས། གོ་ཐུགས་སུ་མཁྱེན་གྱི་ཡོད་རེད་དེ། དཔའ་མཆོད་རུས་པའི་འགྲོ་སྟངས་བྱས་པ་ཡིན་ན། གངས་ལྗོངས་དཔའ་མཆོད་ཞབས་ཞུ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་བཀའ་འཁྲོལ་མེད་པ་དང། ཡང་ན་འགན་འཛིན་ལྷན་ཚོགས་ཀྱི་ནང་ལ་མེད་མཁན་གྱི་མི་གཅིག་གིས། གངས་ལྗོངས་དཔའ་མཆོད་ཞབས་ཞུ་ཁང་དུ་ཁྲིམས་མཐུན་གྱི་སྒོ་རྒྱག་ཡག་དབང་ཚད་དུ་ག་ཚོད་ཅིག་ཡོད་པ་ཡིན་ན། དེ་ངས་ཚོགས་ཆུང་རང་ལ་འཁྲི་བ་ཡིན། བྱས་ཏེ་དེ་འདྲ་ཡིན་དུས་ད་རེས་ཀྱི་སྙན་ཐོ་འདིས་གང་ལྟར་ང་ཚོ་ཚང་མ་གིས་ད་ག་འདྲས་འདྲ་བྱས་ན་ང་འདྲ་བོ་ཡིན་ན། མུ་མཐུད་ནས་གནས་ཀྱི་མེད་ཟེར་བཀའ་ཤག་གིས་གསུངས་ཡོང་དུས་ད་བཀའ་ཤག་ལ་འདོད་པ་མེད་པ་ཡིན་ན། ད་ཁོ་རང་ཚོ་ལ་སྒོ་རྒྱག་ཡག་འདོད་པ་ཡིན་ན་ད་སྒོ་རྒྱག་ཡག་རང་ལ་རྒྱབ་སྐྱོར་བྱེད་ཡག་མ་གཏོགས། ད་ལྟ་ལ་ཆུ་འཐུང་ཡག་འདོད་པ་མེད་ན་དེ་ལ་ཨུ་ཚུགས་རྒྱག་ཡག་མ་རེད་ཟེར་ཁ་ཚ་ངས་གསལ་བོ་བྱས་ནས་ཞུས་པ་ཡིན། ད་ཡིན་པ་ཡིན་ན་ཡང་ཚོགས་ཆུང་དང་ཞིབ་འཇུག་མཁས་པའི་སྙན་ཐོ་ལ་འདུག་གཟིགས་འོང་དུས། འདི་མུ་མཐུད་ནས་འགྲོ་དགོས་ཡ་དེ་གལ་ཆེན་པོ་ཡིན་པ་དང་རེ་བ་ཆེན་པོ་ཡོད་པ་དང། ཡང་འདི་ལ་གདོང་ལེན་ཤུགས་ཆེན་པོ་ཅིག་བྱེད་དགོས་ཡི་གནས་སྟངས་དེ་གསུམ་གི་ཐོག་ནས་ད་ལྟའི་བཀའ་ཤག་ངོས་ནས་ཡིན་ན་ཡང་སྙན་ཐོ་ལ་བརྩི་སྲུང་གི་ཐོག་ནས་ངེས་པར་དུ་མུ་མཐུད་ནས་གཉེར་དགོས་ཡ་དང། དཀའ་ངལ་ལ་གདོང་ལེན་བྱེད་དགོས་ཀྱི་འདུག་ཟེར་མཐའ་དམ་དེ་ལ་ད་སྙན་ཐོ་གི་རྒྱབ་གཉེར་བྱམས་པ་ཅིག་གནང་ལ་གལ་ཏེ་འཛིན་སྐྱོང་གི་མུ་མཐུད་ནས་གཉེར་ཡ་གི་ཐོག་ལ་དཀའ་ངལ་འཕྲད་ཀྱི་འདུག་ན་རང་སྐྱོང་གི་སྡེ་ཚན་གྱི་སྒོ་ལ་ཕ་བཞག་ཡ་གི་རྒྱབ་གཉེར་ཅིག་གནང་བྱ་འདུག་ད་དུས་འུ་ཐུག་ན་རང་སྐྱོང་གི་སྡེ་ཚན་དེ་གང་ལ་འགྲོ་ཡ་དེ་ལ་ཡ་རྒྱབ་སྐྱོར་ཞུ་མ་ཐོག་གི་མི་འདུག་དེ་ཡིན་པ་ཡིན་ན་ཡང། སྙན་ཐོ་རིམ་པའི་ནང་ལ་གསལ་བ་ནང་བཞིན་གྱི་མ་འོངས་ང་རང་ཚོ་ལ་ཁེ་ཕན་དང་དགོས་མཁོའི་དགག་དགོས་ཆེན་པོ་ཡོད་དེ་གཉིས་ཀའི་ཨ་ནི་ཁེ་ལས་ཀྱི་སྡེ་ཚན་འདི། བྱུང་ན་བཀའ་ཤག་རང་གིས་ཉར་ཐུབ་ཡ་དེ་གང་ལ་འབད་བརྩོན་བྱེད་རོགས་བྱེད་དེ་ལྟར་མ་བྱུང་ན་ཨ་ནི་ད་རང་སྐྱོང་ལ་ཕར་སྤྲད་ནས་མ་གཏོགས་ཐབས་མེད་པ་དེ་གང་ལ་འགྲོ་ཡ་རེད་བྱས་ནས་ཞུ་ཡ་ཡིན་ཐུགས་ཆེ། ཞི་བདེའི་ལྷ་རྒྱ་རི་གནམ་ལྕགས་སྦྲང་དགའ་ལགས།
ཕུན་ཚོགས་མཆོག། ཐོག་མ་དེ་ལ་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་ཁེ་གཉེར་གནས་སྟངས་ཀྱི་རྟོག་ཞིབ་ཚོགས་ཆུང་དེ་ལ་སྙན་ཐོ་དེ་ཞིབ་ཞིག་སྐྱེལ་བ་དེ་རྣམས་ཕེབས་ཤག་ཐུགས་ཆེ་ཞུ་ཡའི་ཆེད་རྣམ་པ་ཚོ་གི་དུས་ཡུན་ཐུང་ཐུང་དེ་ནང་ལོགས་ལ་སྙན་ཐོ་དེའི་གི་རྟེན་དེ་བཀའ་ཤག་གཙོས་པའི་ཕྱི་དྲོ་ལྷན་ཚོགས་ནང་ལོག་ཡོད་དེ་ང་ཚོ་ཚང་མ་ལ་དགོངས་པ་བཞེས་ཡ་ལ་ཐུགས་ཕན་གསོས་ཡོད་རེད་བསམ་གྱི་འདུག་དེ་མཉམ་པོ་ད་ལྟ་ང་རང་ཚོ་གང་བྱུང་དཔོན་ཆུང་ཞབས་ཞུ་ཁང་དང་སྤྲད་པའི་ཐོག་ནས་མ་ཤེས་བདག་པོ་ཚོ་ལ་ཐུགས་ཆེ་ཞུ་འདོད་བྱུང་སོང་ལྷག་པར་དུ་ད་ཕན་གང་བྱུང་དཔོན་ཆུང་ཞབས་ཞུ་ཁང་གི་གནས་སྟངས་དང་འབྲེལ་བའི་ཐོག་ནས་ད་སྒོ་རྒྱག་རྒྱུ་མ་གཏོགས་གནས་སྟངས་མི་འདུག་ཅེས་བཅས་པ་འདི་སྲིད་སྐྱོང་མཆོག་གམ་དཔལ་འབྱོར་བཀའ་བློན་གྱི་ངོ་བོ་ལ་དེ་འདྲ་གསུངས་པ་ཡིན་ནས་ད་དུང་མང་པོ་ཅིག་གིས་མུ་མཐུད་ནས་བྱ་ཡ་ཅིག་དང་ལྷག་པར་དུ་ད་ལྟ་ད་མ་ཕྱི་བསྟན་ན་ངའི་ཚོ་ཡིན་པ་ཡིན་ནི་རེད། བད་ཁོ་རང་སྙུན་སྟོན་མེད་བ་བྱས་འདི་ལ་ད་ཐབས་ཤེས་མེད་བས་ན། ཁོ་རང་ཚོ་ད་མ་སྟོན་རྒྱུ་དམ་ཁ་འདི་མ་དུ་མ་བཀྲལ་བས་ན་མ་སྟོན་རྒྱུ་རང་དགོངས་པ་ཞིག་ཡོད་རེད་བ་བྱས་ཙང་དེ་འདྲའི་ཅིག་དགོངས་པ་ཞིག་ངའི་ཚོ་ལ་ཐུགས་ཆེ་ཞུ་འདོད་བྱུང་སོང། གཙོ་བོ་གཅིག་ལ་ད་ལྟ་སྙན་ཐོ་ནར་སེལ་བ་ན་ཞིག་རེད། ད་ལྟ་ང་རང་ཚོ་སྔར། སྔོན་མའི་གི་གྲོས་ཚོགས་ནང་ལོ་བཀའ་མོལ་གཅིག་ག་རེ་བྱུང་བ་ཞུས་ན་པ་འདས་སྲིད་སྐྱོང་མཆོག་ཉོས་ནས་འགྲོ་སོང་ཆེན་པོ་བྱོས་བའི་ཐོག་ལ་བཀའ་མོལ་བྱུང་བ་རེད་དེ་ན་ཞིག་ཡོང་འབབ་འདི་ག་ཞིག་མེད་བའི་བཀའ་མོལ་བྱུང་བ་རེད་དེ་ཡིན་བས་ནས་ང་རང་ཚོས་གི་སྙན་ཐོ་ན་གཅིག་ཟིན་ཡོང་དུས། འགྲོ་སོང་ཆེན་པོ་ཡོད་བ་འདི་དུས་ཡུན་གཅིག་ནང་ལོར་ཐེངས་གཅིག་བཏང་དགོས། གྲོགས་ཚོང་ཆེན་པོ་ཅིག་ཡིན་པའི་ཐོག་ནས་འདིའི་གྱི་གསལ་ཁ་ཆེན་པོ་སྟོན་གནང་ཤག་ལ། འདི་སྙམ་པོ་གཙོ་བོ་དེ་ལ་ལས་གཞི་འདིའི་བརྒྱུད་ནས་མི་མང་ནང་ལོག་ལ་ཐུགས་ཕན་ཆེན་པོ་གསོས་ཀྱི་ཡོད་བ་ཅིག་ཁ་གསལ་ཞིའུ་བཟོས་གནང་ཤག་ང་རང་ཚོ་ད་ལྟའི་བཙན་བྱོལ་སྤྱི་ཚོགས་ལྷག་པར་དུ་རྒྱ་དཔེ་དྲུག་གསུམ་ནང་ལོག་ལ་མི་མང་ལ་དཔེ་འཇོག་གི་རྒྱབ་རྟེན་དགོས་ཡ་ཆགས་སྐོར་ལ་གལ་ཏེ་འདི་བོད་མིར་སྒྲིག་འཛུགས་ཀྱི་གནང་ཐུག་གི་ཡོད་བས་ན་ཧ་ལས་བའི་ཡག་པོ་ཞིག་རེད་བསམ་གྱི་འདུག་འདི་ནང་ལོག་ལ་སྤྱི་བཏང་བྱས་བས་ན་བོད་མི་སྒྲིག་འཛུགས་རང་གི་ལས་གཞི་ཞིག་རེད་ཏེ་ཡིན་བས་ན་འདི་ནང་ལོག་ལ་དཔའ་མཆོག་མཆོག་བཀའ་གྲོས་དང་སྦྲགས། Public Private ཀྱི Partnership ཀྱི་རྣམ་པ་ཐོག་ནས་ད་ལྟའི་ཆ་ལ་མ་རྩ་བཙུགས་ངེས་ཀྱི་མ་རྩ་བཙུགས་རྗེས་གང་ལྟར་དེ་འདྲའི་ཕྱག་ལས་གནང་ཐུབ་ཡོད་རེད་བྱས་ཙང་འདི་བསྔགས་བརྗོད་ལྡན་པ་ཆགས་བསྡད་ཡོད་རེད་ལ། བཀའ་ཤག་འགྱུར་བ་འགྲོ་བ་ཡིན་ནས་བཀའ་ཤག་གསར་བ་ཉོས་ནས། ལས་གཞི་དེ་གི་དམིགས་ཡུལ་ལས་གཞི་དེ་གི་ཐོག་ལ་ཕུགས་རྒྱང་རིང་པོའི་ཐོག་ནས་ག་ཞུ་དགོས་རེད་ལྟ་ཞིབ་རྣམ་པའི་ཐོག་ནས་ཐུགས་ཐག་བཅད་གཏན་གྱི་གལ་ཆེན་པོ་ཡོད་རེད་ལ། ད་ལྟ་ལས་གཞི་འདི་ནང་ལོགས་ལ་དགོངས་དག་སྙན་ཐོ་འདི་ན་གསལ་བ་ན་ཞིག་རེད། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་སྐུ་དབང་གི་ཐོག་ལ། ང་ཚོའི་ངོས་ནས་ཐུགས་སྣང་གནང་དགོས་གལ་ཆེན་པོ་ཆགས་བསྡད་ཀྱི་འདུག་སྤྱི་བཏང་བྱས་བས་ན། ད་ལྟ། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་འགན་འཛིན་ལྷན་ཚོགས་ནང་ལོགས་ལ་སུ་སུ་ཡོད་པ་ཁ་གསལ་རེད་དེ། ཁོ་རང་ཚོས་ཀྱི་མཁྱེན་རྟོགས་བཅས་མེད་པའི་ཐོག་ནས་ཐུགས་ཐག་བཅད་ན་ཡ་ཅིག་དང་ཐག་གཅོད་ཆེན་པོ་ཞིའུ་ཅིག། ཆོག་མཆན་རག་ཡ་ཁག་པོ་ཞིའུ་ཅིག་གིས། དངུལ་ཁང་ལྟ་བུའི་གྱི་ཚོགས་པ་དེ་འདྲས་ཅིག། ད་ལྟ་ང་རང་ཚོའི་གྱི་ཆེད་ལས་པ་ཡོད་དེ་ངས་ཁོ་རང་དེ་འདྲས་ཧ་ལམ་རག་ཡ་ཁག་པོ་རེད་ཞུ་ཡ་དེ་འདྲས་ཅིག། ཐག་གཅོད་སྟབས་བདེ་བོ་ཐོག་ནས། སྒོ་རྒྱབ་ཀྱི་ཡིན་གསུངས་བཅས་གསལ་བསྒྲགས་གནང་ཡ། ད་སྟབས་ཡག་བ་ཅིག་ལ། དེ་འདྲའི་བཀའ་མོལ་དེ་ང་ཚོ་གྲོས་ཚོགས་ནང་ལ་བྱུང་བ་རེད་ལ་ང་རང་ཚོ་སྤྱི་འཐུས་ལྷན་ཚོགས་ལ། ང་ཚོ་ཚོགས་མི་ཚོ་ལ་ཡང་དགོངས་འཇགས་ཅིག་བཞེས་བ་རེད། དེ་ངའི་བསམ་པ་ལ་རྐྱེན་ངན་གྲོགས་ཤ་ལ་རྒྱུ་རེད་བསམ་རྒྱུ་དུ་མ་གཏོགས་དེ་འདྲའི་བྱས་རྗེས་སྒོ་རྒྱབ་པི་ཡིན་ཞེས་ཐག་གཅོད་བྱུང་བ་ཡིན་ན་དངོས་གནས་ང་རང་ཚོའི་གི་བོད་མི་སྒྲིག་འཛུགས་ལ་བཙན་བྱོལ་བོད་གཞུང་ལ་གྱོང་ཆེན་པོ་ཅིག་ལ་སོ་སོའི་ངོས་ནས་ངོ་འཛིན་ཞུ་གི་ཡོད་ཞུ་ཡ་ཡིན། ཆེ་ས་དེ་འདྲའི་ཡོད་དུ་མ་འོངས་པ་ང་རང་ཚོའི་སྙན་ཐོ་ནང་ལ་གསལ་བ་ན་ཞིག་རེད། འགན་འཛིན་ལྷན་ཚོགས་ཚོགས་ཀྱི་སྐུ་དབང་ཐོག་ལ་ང་རང་ཚོ་གསལ་ཁ་གསལ་བོ་ཅིག་སྟོན་དགོས་པ་གལ་ཆེན་པོ་ཆགས་འདུག་ལ། ད་ལྟ་སྐབས་སུ་བབས་པའི་འགན་འཛིན་ལྷན་ཚོགས་ནང་ལོགས་ལ་ཚོགས་མི་གཉིས་མ་གཏོགས་མེད་པ་འདི་ཉེས་འགེལ་ངོ་བོ་ཅིག་ལ་སོ་སོ་མཐོང་གི་འདུག་ཞུ་གི་འདུག་ཞུ་ཡས་ཡིན་ལ། ད་ལྟ་བཀའ་ཤག་གསར་བ་ངོས་ནས། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་དང་འབྲེལ་བའི་ཐོག་ནས། ཐུགས་སྣང་མ་གནང་བ་ཅིག་དང་ཐུགས་འགན་མ་བཞེས་བ་ཅིག་ལ་སོ་སོའི་ངོས་ནས། བསམ་ཚུལ་ཕུལ་ཆོག་ཅིག། འདི་སྙམ་པོ་ད་ལྟ་སྐབས་སུ་བབས་པའི། སྤྱི་བཏང་ཆ་ནས་ཉིས་སྟོང་ཉི་ཤུ་ནང་ཆགས་བསྡད་ཀྱི་འདུག་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་སི་ཨེ་ཨོ་དགོངས་པ་ཞུ་ཡས་ཅིག་དང་ལྷག་པར་དུ་ངེད་ཅག་འདྲ་བོ་ཆགས་ཤི་ན་ལས་བྱེད་བདུན། དྲུག་ཡིན་ན་དུས་ན་པ་འཚོ་ཆོག་དགོངས་ཀྱི་མེད་ཆེ། གང་ལྟར་དེབ་གཅིག་ལ་མ་དོན་གོ་བས་འདི་སྤྱི་སྟངས་བྱས་པ་ཡིན་ན། བཀའ་ཤག་ངོས་ནས་དགོངས་པ་བཞེས་པའི་ཐོག་ནས་ཁོ་རང་ཚོ་ལ་བཀའ་འདྲི་གནང་ཆེད་རྒྱུ་རྐྱེན་ག་རེ་བས་རྒྱུ་མཚན་ག་རེ་བས་ལས་གཞི་དེ་འདྲའི་གལ་ཆེན་པོ་ཅིག་ལ་ལོ་མང་པོའི་ཁོ་རང་ཚོ་གསོས་སྐྱོང་བྱས་བཞག་པའི་ཆེད་ལས་པ་ཅིག་ཆགས་བདེ་བོར་ཁོ་རང་ཚོ་ལ་དེ་འདྲའི་བསམ་བློ་བཏང་རོགས་བྱེད་ཅེས་གསུངས་དགོས་ཡ་ཅི་རེད། བོད་བརྒྱུད་ཞུ་བ་ནི་ཞུགས་འོས་ཅི་རེད་བོད་མི་མང་ཆེད་དུ་རེད་བཙན་བྱོལ་བོད་གཞུང་ཆེད་དུ་རེད་ད་ཡིན་པ་ཡིན་ན་དེ་འདྲའི་མ་བྱུང་བ་དེ་བློ་ཕམ་གྱི་གནས་ཚུལ་ཅིག་རེད་ཞུ་བས་ཡིན། མ་འོངས་པར་ང་རང་ཚོས་ཕྱག་ལས་གནང་པའི་བརྒྱུད་རིམ་ནང་ལོགས་ལ་དགོངས་པ་བཞེས་དགོས་པ་གཅིག་ལ་ད་ད་ལྟ་ཚོགས་ཆུང་ངོས་ནས་དགོངས་འཆར་ཕེབས་ཡོད་རེད་ལྷག་པར་དུ་ཕྱག་ལས་པ་ཁོ་རང་ངོས་ནས་དགོངས་འཆར་ཕེབས་ཤག་མ་འོངས་པ་འདི་ནང་ལོགས་ལ་ཆེད་ལས་ཆེད་ལས་ཀྱི་གཞོན་སྐྱེས་བོད་པའི་གཞོན་སྐྱེས་མང་པོ་ཞིག་བསྐོས་ཡོད་པ་དང་ཁོ་རང་ཚོ་ལ་ཡིན་པ་ཡིན་ནས་ཁོ་རང་ཚོས་ཀྱིས་ད་ཐོབ་ཐང་ཞུས་ནས་མ་འབྲི་བ་མི་འདུག་ཕོག་ད་ཐོབ་ཐང་ཐོག་ལ་ང་ཚོས་དགོངས་པ་བཞེས་དགོས་ཡ་ཅིག་ཁ་གསལ་ཁོ་རང་ཚོ་ངོ་བོ་ག་རེ་ཆགས་ཀྱི་རེད་པས་གཞུང་ཞབས་ཀྱི་ངོ་བོ་ཐོག་འདི་གི་རེད་པས་ཆེད་ལས་ཀྱི་རང་དབང་བཅས་ཀྱི་ངོ་བོ་ཐོག་འདི་གི་རེད་གང་ལྟར་དེའི་ཐོག་ལ་གསལ་ཁ་གསལ་བོ་ཅིག་སྟོན་དགོས་ཡའི་ཐོག་ལ་ཏན་ཏན་དགོངས་པ་བཞེས་དགོས་ཡ་འདུག་མ་གཏོགས་གལ་ཏེ་མ་འོངས་པ་ད་ཆེད་ལས་པ་དེ་འདྲས་ང་ཚོ་གསར་བ་བསྡུ་རུབ་གནང་ཐུབ་པ་ཡིན་ན་གལ་ཏེ་གང་བྱུང་དཔལ་འབྱོར་ཞབས་ཞུ་གང་བྱ་ཡ་བྱས་པ་ཡིན་ན་སྒོ་མ་བརྒྱབ་པའི་ཐུགས་ཐག་བྱུང་པ་ཡིན་ན་དེའི་ཐོག་ལ་ཏན་ཏན་ང་རང་ཚོ་དགོངས་པ་བཞེས་དགོས་ཨེ་རེད་འདུག་ལ། མཐའ་མ་དེ་ལ་ཞུ་ཡས་ཅིག་ལ། ད་ལྟ་ང་རང་ཚོས་ཀྱི་སྤྱི་ཚོགས་ཡར་རྒྱས་ཐེབས་རྩ་དང་འབྲེལ་བའི་ཐོག་ནས། གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁག་ལ་ཐད་ཀར་འབྱོར་བཞག་པའི USID ཀྱི་ཆ་སྙོད་མང་པོ་ཅིག། ཕོན་ཆེན་པོ་ཅིག། ད་ལྟའི་ཆ་ལ་གསར་གྱི། སྨྱུག་ཁང་ནང་བླུགས་བཞག་ཡོད་རེད། ད་འདི་རྒྱ་གར་གྱི་ཁྲིམས་ཐོག་ཁྲིམས་ལུགས་ཐོག་ནས་ཆོག་གི་ཡོད་བ་ཆོག་གི་མེད་བ་དེ་རྣམ་པ་ཆགས་བསྡད་དགོས། ད་གལ་ཏེ་ཡང་ང་རང་ཚོས་གར་ས་དངུལ་གང་བྱོ་དཔོན་བྱོ་ཞབས་ཞུ་གང་བྱེད་དུ་བཏང་བཞག་བ་འདི་གསར་ནང་ལ་བཞག་བྱས་གསར་ལ་ཡང་བུ་ཡང་རྟ་ཡང་གི་སྐུ་དབང་རྒྱ་གར་གི་ཁྲིམས་ཐོག་ནས་ཡོག་རེ་བས་ཡོག་མ་རེ་བས་ཕྱི་ཆ་གནས་ཚུལ་གཉིས་པ་ཆགས་དེ་གོ་ཆེ་ཚང་ད་ལྟའི་ཆ་ལ་ཆད་ལས་པ་ཁོ་རང་ངོས་ནས་ཐབས་ལམ་གསལ་བོ་ཆེ་གནང་ཡོག་འདིའི་ཐོག་ལ་ཆོག་ཆན་ཞུ་བ་ཡིན་ན FCRA ར་ཡི་གི་འབོད་བརྩོད་གནང་བ་ཡིན་ན་ལམ་ཀ་ཡོག་རེ་ཞུ་རེ། ད་ང་རང་ཚོ་དེ་འདྲ་ཁོ་རང་ཆེད་ལས་ཉོས་ནས་དགོངས་འཆར་ཕེབས་ཡོང་དུས་ཡིན་གཅིག་སྤུ་གུ་ཆུང་ཆུང་ལ་ཐུགས་མ་འགྱངས་བ་ན་ཞིག་ལམ་ཀ་འདིས་རྒྱུགས་ལས་ཁུངས་དེ་ལ་རྒྱུགས་མི་བདེ་ལ་བྲེལ་བ་ཆེ་སྲིད་གསུང་ག་ཡོད་རེད་བསམ་གྱི་མི་འདུག་ཐབས་ལམ་ཅིག་བཏོན་པ་ཙམ་གྱིས་བདག་རང་ང་རང་ཚོ་ཐུགས་ཆེ་ཞུ་ཡ་ཅིག་ད་དུས་ཀྱི་ལམ་ཀ་ཐོག་ལ་གལ་ཏེ་ཤར་སྐྱོད་གནང་ཐུབ་པ་ཡིན་ན་ང་རང་ཚོ་བཙན་བྱོལ་བོད་གཞུང་དང་བོད་མི་མང་ལ་ཡང་ཐུགས་ཕན་གསོ་ཡ་ཅིག་རེད་བསམ་ཀི་འདུག་ཆེ་ཚང་འདིའི་ཐོག་དགོངས་པ་བཞེས་རོགས་གནང་ཞུ་ཡ་ཡིན་ཆེ་ཚང་ད་ལྟ་ང་རང་ཚོའི་གི་ཚོགས་ཆུང་ངོས་ནས་སྙན་ཐོ་བསྣམས་ཕེབས་པ་དེ་ལ་ཡང་རྒྱབ་སྐྱོར་གཙང་མ་ཞུ་ཡ་ཡིན།
ཤར་ཚོད་བཅུ་གཅིག་དུ་སྐར་མ་བཅོ་ལྔ་བར་དུ་གསོལ་ཇིའི་བར་གསེང།